གོ་ཚད་ཐང་ཆད་བརྙས་ལྡན་གྱི་དྲན་མཁས་ཐང་ཆད་ཤེས་ལྡན་མོ་འོ་ད་དེ་སོག་གི་རིགས་དེ་ལ་རེད། དེ་མི་བཞག་བས་ཀྱི་ད་གདམས་པ་དང་ཚིག་ཏུ་ག་ཟེ་གི་གདམས་པ་ཁས་ལེན་སྔས་འདུག་གསུངས་པའི་ཚུར་ཕྲན་ལ་གནས་པས་ཀྱི། གནས་ན་གནས་པས་ཀྱི་དེ་ནི་གདམས་པ་ཉག་གིས་བཤད་པའི་དགེ་རྩ་གཅིག། དེའི་སྟེང་དུ། སྐད་ཆ་ག་རེ་ཡིན་ན་ཡང་ཆོས་དང་འཇིག་རྟེན་གང་གི་ཡིན་ན་དན་དག་དང་བདེན་པ་ཅན་གྱི། ཁུངས་ལུང་ཡོད་མཁན་གྱི། བདེན་པའི་སྟངས་ལ་ཁུངས་ཡོད་རེད་ལུང་ཡོད་རེད། དམ་པའི་ཆོས་ཀྱི་སྐད་ཆ་ཡིན་ནའང་ཀུན་སློང་མདོ་བརྗོད་མན་ངག་གི་ཁུངས་ཡོད་རེད་ལུང་ཡོད་རེད། འཇིག་རྟེན་པ་གི་ཡིན་ནའང་རྒྱུ་མཚན་རྣམ་པ་དག་པོས་རིགས་པ་རྣམ་པ་དག་པོའི་སྒོ་ནས་ཁུངས་སློང་ཡོད་རེད་དེ་ཁུངས་སློང་ཡོད་པའི་གི་དེ་སྐད་ཆ་སྟངས་སྐད་ཆ་དེ་ལ་དེ་དན་དུ་བདེན་པ་ཟེར་རེད་དེ་དེ་བཤད་ན་དན་དག་ཏུ་བདེན་པ་ཕན་ཐོག་པའི་གི་དན་དུ་བདེན་པ་ཞེས་ལས་གི་ཕན་ཐོག་པའི་གི་དགེ་བ་དེ་རེད་དམ་པའི་ཆོས་ཀྱི་སྒོ་ནས་ཕན་ཐོག་གི་ཡོད་ན་འདྲ་འཇིག་རྟེན་པ་ཐམས་ཅད་ཀྱི་མཐུན་པའི་གི་མི་ཆོས་རིང་ལུགས་ཟེར་གི་འདུག་བ་འོ་ད་དེའི་ཐོག་ནས་ཕན་ཐོག་གི་ཡོད་ན་འདྲ།

འོ་ད་དེ་སོགས་ཞེན་པ་ཆུང་བ་ཅན་དུ་ཆགས་ཞེན་ཆུང་པའི་གང་ཟག་ཐམས་ཅད་དུ་འཇིག་རྟེན་འཁོར་བའི་དོན་རྣམས་ཡང་མཐར་ཆོས་མཆོག་གཅིག་གིས་ད་ལྟ་ནས་འཕགས་པ་ཐོག་ཚ་མེད་ན་ཡང་འཕགས་པའི་གི་རིགས་སུ་གཏོགས་པ་ཅན་གྱི་ཡིན་དུས་ཆོས་མཐར་ཚ་མེད་ན་ཡང་འཁོར་བ་ལས་ཐར་པའི་གི་རིགས་སུ་གྱུར་པ་ཅན་གྱི་ཡིན་ཟེར་ནས་ད་ཉེ་དུས་བར་གྱི་དོན་སྔར་གཏོང་འདོད་ཀྱི་མཁན་དེ་རེད་ད་གཞུང་པའི་ཡན་བརྟེན་བཅུ་གཉིས་དང་ལྡན་པའི་རྒྱལ་ཚོགས་ལུང་གི་གདམས་པ་ཉམས་དགོས་ཞེས་མཁན་ཉེ་དུས་བར་གྱི་བསྡུ་བཞག་དེ་སོགས་ཐམས་ཅད་ལ་དེ་འདོད་ཆུང་ཆོག་ཤེས་ཡིན་གྱི་མེད་ཀྱི་དགོས་ཀྱི་རེད་ཟེར་གྱི་ཡོད་པ་འོ་ད་དེ་ཟེར་གྱི་རེད་ད་དེ། སྣ་སྲན་དེ་མི་དགེ། ཡས་ཀྱི་མི་དགེ། གསུམ་པོ་གི་ནང་ནས་དང་པོ། སྣ་སྲན་ཕག་སྤུན་པའི་སྟེང་དུ་དེ་གང་ཡོད་པ་ཐང་ཅིག་ཕྱོགས་བདུན་བྲེག་ཏུ་ཚིམ་དུ་བསམ་པ་གྱིས། འོ་ད་དེ་རུ་ཕྱོགས་བཞི་ཡོད་པ་དེ་དགུར་ཡས་གསུམ་པ་གྱིས། ད་དེ་གའི་ཡས་ཀྱི་དགེ་བ་དང་པོ་རེད། དགེ་བ་བཅུ་གི་ནང་ནས་དེ་དགེ་བ་བརྒྱད་པ་རེད།

ད་ངོ་མ་འབྲི་རྒྱུ་ཡོད་རེད་གཞན་ཕན་སྐྱིད་ཀྱི་གང་ཟག་ལྷག་བསམ་སྐྱིད་ཀྱི་གང་ཟག་ཟེར་རྒྱུ་ཅན་ཨོ་ད་དེ་རེད། བྱང་དུ་གཉིས་ཀྱི་སྒང་ཞིང་བསང་རེད། ད་དེ་གས་མི་དགེ་སྐྱོ་གི་ནང་ནས། མི་དགེ་བ་དེ་རིགས་དགོས་པ་དེ་ཕ་སྤོང་ནས་དེ་རིགས་དགེ་བ་སྐྱོ་གི་ནང་ནས་དགེ་བ་བཞི་པ་དེ་ཚུར་སྒྲུག་རྒྱུ་ཅན་དེ་བྱང་དུ་གཉིས་ཀྱི་སྒང་ཞིང་ཁྱོད་ལ་ཤོད་ཟེར་རྒྱུ་ཅན་དེ་རེད། ད་དམ་པའི་ཁྱོད་ལ་ཤོད་ཟེར་རྒྱུ་ཅན་དེ་དེ་རེད་ད་མི་དགེ་སྐྱོ་པ།

མི་དགེ་བོ་གི་ས་བོན་དེ་རྩ་ནས་གཏད་མ་ཤོར་བ་དེ་ཅི་དྲག་བྱས་ནས་ཨོ་ད་དེ་འདྲས་བྱེད་དགོས་རྒྱུ་ཅན་དེ་ལ་དམ་པའི་ཆོས་ལ་བཤོད་པ་ཟེར་རྒྱུ་ཅན་དེ་རེད། ཆོས་ལ་བཤོད། ད་དགེ་བ་དེ་ནང་དོན་ལ་ཡི་རང་ངོ་བོ་གསུངས་རྒྱུ་ཅན་དེ་ཡིན་དུས་ད་དགེ་བ། མི་དགེ་སྐྱོ་པོ་བ་སྤང། ཨོ་དགེ་བ་སྐྱོ་པོ་ཚུར་དང་དུ་བླང་དགོས་པ་ད་དེ་འདྲ་བྱེད་རྒྱུ་རེད།

རྒྱལ་སྲས་ཞང་པ་མཁན་པོའི་སྲས་དབང་མོ་ཡིས་ས་བཅུ་པ་ལ་གནས་པའི་བྱང་ཆུབ་སེམས་དཔའ་ཐམས་ཅད་ཡི་གེ་ཨ་གཅིག་གིས་དད་འདག་སྐྲག་དགོས་ན་ཡང་རྫོགས་པ་དེ་སྐྲག་ཐུབ་དགོས་ད་རུང་རྟོགས་ཐུབ་གི་མ་རེད་བསམ་ཨེ་མི་འདུག་དེ་ས་བཅུ་པའི་བྱང་ཆུབ་སེམས་དཔའ་མ་རྟོགས་ན་ང་ཚོ་ཅི་ལ་རྟོགས་ཨེ་རེད་དེ་ལྟ་བུ་ཅིག་རེད་དེ། དེ་རྒྱ་བའི་བཀའ་ནི་ཧ་ཅང་གི་རྒྱ་ཆེ་བླ་མའི་ལམ་ནི་ཧ་ཅང་གི་གྲངས་མང་དེ་རྟོགས་པ་དཀའ་མོ་ཞེ་རག་རེད། དེ་ད་དེ་དག་ཐམས་ཅད་ཀྱི་དན་རྟགས་དེ་ང་རང་ཚོ་གི་ཅིག་ནང་ཆོས་ངོ་སྤྲོད་ཞེས་ཟེར་བ་ནང་གི་ཚོ་བསྡུ་བསྡུ་བྱས་བསྡུས་བཞག་ན། སངས་རྒྱས་ཐམས་ཅད་སངས་རྒྱས་ཚ་གེ་ཚ་གེ་འཇིག་རྟེན་འཁོར་བའི་ནང་ལོགས་ལ་མ་འོངས་དུ་དགོས་པའི་རྒྱུ་མཚན་ཡང་ནས་ཡང་དུ་ཟེར་དུས་རྫོགས་དུས་མེད་པ་མ་འོངས་དུ་དགོས་པའི་རྒྱུ་མཚན་ཅི་རེད། སངས་རྒྱས་ཐམས་ཅད་འཇིག་རྟེན་འཁོར་བའི་ནང་ལ་མ་འོངས་ནས་སྲིད་པ་སངས་དང་ཁམས་སངས་འཁོར་བ་འདིའི་ནང་ལ་དམ་པའི་ཆོས་ཆུང་ཆུང་བཤད་དགོས་པའི་རྒྱུ་མཚན་ཅི་རེད། ཐིགས་པ་རིམ་པ་དགུ་བསྟན་དགོས་པའི་དན་རྟགས་ག་རེ་རེད་ཐིགས་པ་གསང་གི་ཆོས་བསྟན་དགོས་པའི་རྒྱུ་མཚན་ག་རེ་རེད་སྤྱན་གསང་ཆོས་བསྡུ་བྱ་རྗེས་སུ་འཛིན་དགོས་པའི་དན་རྟགས་ག་རེ་རེད་ཟེར་ན་ཞེས་ལས་ཐམས་ཅད་ཚུར་བསྡུས་དགོས་ན་དམ་པའི་ཆོས་དགོས་དེ་ནི་ཞེས་ལས་དེ་ད་འཕྲིན་ལས་རྣམ་པ་བཞི་ཟེར་ནས་བཤད་གི་རེད་འཕྲིན་ལས་བཞི་པོ་ཐམས་ཅད་ཚུར་བསྡུས་དགོས་ན་ད་ཞེས་ལས་རྣམ་པ་གསང་མ་གཏོགས་རྩ་བ་ཉིད་ནས་ཡོད་མ་རེད་ད་དེ་ད་དེ་ང་རང་ཚོ་ཤེས་ན་དེ་འགྲིག་བསྡད་རེད་ད་རྡོ་རྡོ་སངས་རྒྱས་ཐམས་ཅད་འཇིག་རྟེན་དུ་བྱང་དགོས་པའི་ལས་ཀ་གསང་གཅིག་པོ་ཡོད་རེད།

རང་ལ་ཅི་དགོས་དེ་གཞན་ཐམས་ཅད་ལ་དགོས་རྒྱུ་དེ་ག་རང་རེད་འདྲ་མཉམ་རེད། རང་ལ་མི་དགོས་རྒྱུ་དེ་སྡུག་བསྔལ་རེད་རང་ལ་མི་དགོས་པ་གཞན་དུ་སེམས་ཅན་ཐམས་ཅད་ལ་མི་དགོས་རྒྱུ་དེ་སྡུག་བསྔལ་དེ་རེད། འོ་ཡ། དེ་ཐོག་དེ་ཁྱོད་ཚ་དུས་དེར་དོགས་པ་མི་འདུག་བ་སེམས་ཅན་ཐམས་ཅད་སྡུག་བསྔལ་དགོས་ཟེར་མི་དགོས་ད་རུང་ཡོད་དུ་མེད་དོགས་པ་སངས་ཀྱི་སུ་འདུག། སེམས་སྐྱིད་བཏང་ཆད་སུ་ཡིན་ནའང་བདེ་བ་མི་འདོད་བོད་ཀྱི་སེམས་སྐྱིད་སུ་འདུག་སེམས་སྐྱིད་སྲུང་ཆད་སུ་ཡིན་ནའང་རེད། བདེ་སྐྱིད་འདོན་མཁན་ཤ་དང་དལ་དོག་པ་ཞིག་ས་ཡོད་མ་རེད་དེ་ཐག་ཆོད་ཚར་རེད། དེ་ཐག་ཆོད་ཚར་དུས་སེམས་སྐྱིད་བཏང་ཆད་འདོད་རྒྱུ་གི་བདེ་བ་དེ་ག་ནས་བྱུང་རྒྱུ་རེད། དེ་དགེ་བའི་ས་བོན་བསྟན་པ་ལ་བརྟེན་ནས་ཤེས་དགོས་རྒྱུ་རེད། ལས་རྒྱུ་འབྲས་སླུ་བ་མེད་པ་རེད། རྒྱུ་ས་བོན་མ་བརྟག་ན་སྨྱུ་གུ་སྔན་པོ་ཤེས་ཐག་ཚང་ནས་ཡོད་མ་རེད་དེ་ང་རང་ཚོ་ཧ་གོ་དགོས་རེད་བ།

དེ་ལས་སྦྱོར་འབྲས་ལྷོ་བ་མེད་པ་རེད། རྒྱུ་མཚན་དེ་ལ་བརྟེན་ནས་སེམས་བསྐྱེད་དང་སྦྱར་དགོས་རྒྱུ་གི་བདེ་གཤེགས་དེ་དགེ་བའི་ས་བོན་བཏབ་པ་ལ་བརྟེན་ནས་དབང་དགོས་ཀྱི་ཡོད་རེད། དགེ་བའི་ས་བོན་བཏབ་པ་ལ་མ་བརྟེན་པར་བདེ་གཤེགས་འོང་རྒྱུ་ཡོད་མ་རེད་འབྲས་བུ་བདེ་གཤེགས་དེ་བཤད་ཐབས་བཤད་ས་བཤད་ལུགས་བཤད་པའི་རྒྱུ་བཤད་པའི་རྐྱེན་ཡོད་མ་རེད་འོང་ས་ད་ཆོས་ལུགས་གཞན་དག་པ་ཐམས་ཅད་ཚང་མ་བདེ་བ་སྡུག་བསྔལ་གཞན་གྱིས་བཟོ་འདུམ་གྱིས་ཡོད་བཤད་རེད་ད་དེ་ཡོད་པའི་གི་སྤོང་རྟགས་ཀྱི་ག་ཟེ་ཡོད་ན། ང་ལ་སྤོང་རྟགས་དེ་བསྟན་ཡོང་ན་ཉིན་མ་དེ་རིང་ནས་བཟུང་སྟེ་ང་ཡང་ཁོང་ཚོའི་གི་ཆོས་བརྒྱུད་ནང་ལ་འཇོག་འགྲོ་གི་ཡིན་དེ་སྤོང་རྟགས་དེ་ཡོད་ན། དེ་སྤོང་རྟགས་ཚིག་གཅིག་མེད་པ་ལ་ཡང་ད་རང་ལ་ཡང་ཡིད་ཆེས་བྱེད་ནས་འགྲོ་ན། ད་དེ་ལྐུགས་པའི་ནང་གི་ལྐུགས་པ་རོ་འཇའ་བོའི་ནང་ནས་འཇའ་བོ་རེད།

གནད་འགག་དེ་ལ་ཐུག་དུས་ལས་སྦྱོར་འདྲ་སློ་བ་མེད་པ་ཟེར་དེར་ཐུག་དུས་ཡོད་རེད་བྱས་ཙང་རྫོགས་པའི་སངས་རྒྱས་ཐམས་ཅད་དམ་པའི་ཆོས་ཐམས་ཅད་ཀྱི་ཞེས་ལས་དང་པོ་དེ་ག་རེ་རེད། སེམས་ཅན་ཐམས་ཅད་ལ་དགོས་རྒྱུ་གི་བདེ་གཤེགས་དེ་འདོད་གི་ཡོད་ན་ཡིན་གཅིག་མེད་གཅིག་གི་དགེ་བའི་ས་པའི་བཏགས་པ་ཨ་ཟེར་དེ་གན་དུ་རེད་དགེ་བའི་ས་པའི་བཏགས་པ་བྱེད་ཆེད་དུ་རེད། སངས་རྒྱས་ཐམས་ཅད་འདི་ནའང་དགོས་པའི་རྒྱུ་མཚན་དེ་ས་དགེ་བའི་ས་པའི་ཐམས་ཅད་སྟེ་བཅུ་བའི་རྗེས་དུ་རེད། དམ་པའི་ཆོས་ཕུད་བརྒྱད་ཁྲི་བཞི་སྟོང་བཤད་ཀྱི་འདུག་དེ་ཐམས་ཅད་ཀྱི་ཞལ་ལས་ཅིར་རྒྱལ་ས་པན་གཏད་པའི་ཆེད་དུ་རེད་འོ་དེ་རེད་དན་རྟགས་དེ་གཅིག་རང་རེད་དང་པོ་དེ་དན་རྟགས་སངས་ལས་ཀ་སངས་འདུག་བ། སངས་རྒྱས་ཐམས་ཅད་དུ་དམ་པའི་ཆོས་ཐམས་ཅད་ཆོས་དུ་སངས་རྒྱས་ཐམས་ཅད་ལ་ལས་ཀ་སངས་ཡོད་རྒྱུ་གི་དང་པོ་དེ་རྒྱལ་བའི་ས་པན་གཏད་བཅུག་རྒྱུ་དེ་རེད། ཁྱོད་རྒྱལ་བའི་ས་པན་གཏད་བླ་མས་གཏད་བཅུག་སོང་ན་འདྲ་དམ་པའི་ཆོས་ཀྱི་གཏད་བཅུག་ཤོག་ན་འདྲ་སངས་རྒྱས་ཀྱི་གཏད་བཅུག་ཤོག་ན་འདྲ་ཁྱོད་རྒྱལ་བའི་ས་པན་གཏད་ཚར་ན།

ཁྱོད་ཀྱིས་རྒྱལ་བའི་ས་བོན་གཏད་ཚར་འདུག་ན་ཁྱོད་མ་འོངས་པ་ན་བདེ་སྐྱིད་ཀྱི་ས་ལ། བླ་མ་སངས་རྒྱས་ཁྱོད་དང་བཅས་པ་ཐོན་ཅིག་ཁྱོད་ཤབ་ཚ་རེད་བླ་མས་ཐུགས་རྗེས་གཟིགས་ཟེར་བ་དེ་ག་རང་རེད་དེ་ལས་ལོགས་སུ་སྤྱོད་པ་གཟིགས་རྒྱུ་ཡོད་མ་རེད། འོ་དེ་བྱེད་ལས་དང་པོ་དེ་རེད། ཁྱོད་དང་སངས་རྒྱས་ཐམས་ཅད་ཀྱི་བྱེད་ལས་དང་པོ་དེ་རྒྱལ་བའི་ས་བོན་གཏད་རྒྱུ་དེ། ད་རྒྱལ་བའི་ས་བོན་གྱིས་བདེ་བ་བདེ་སྐྱིད་འབྲས་བུ་འདོད་དམ་མི་འདོད་སོ་སོའི་ཐག་གཅོད། དེ་འདོད་ན། དེ་རྒྱལ་བའི་ས་བོན་དེ་གཏད་པ་ལ་བརྟེན་ནས་འོང་དགོས་ཀྱི་ཡོད་རེད། དེ་ལྟ་བུ་དག་ལུས་ཀྱི་སྒོ་ནས་དགེ་བའི་ས་པའི་ཆེད་དུ་བྱུང་དུ་གཏོགས། ངག་གི་སྒོ་ནས་དགེ་བའི་ས་པའི་ཆེད་དུ་བྱུང་དུ་གཏོགས། ཡིད་ཀྱི་སྒོ་ནས་དགེ་བའི་ས་པའི་ཆེད་དུ་བྱུང་དུ་གཏོགས་ཏོ། མ་འོངས་པ་ན་ཁྱོད་བདེ་སྐྱིད་ཀྱི་འབྲས་བུ་བྱུང་ཆུ་བརྒྱ་ཤ་བརྒྱ་རེའོ། དེ་རེད། ཁྱོད་མ་བཏབ་ན་ཁྱོད་བདེ་སྐྱིད་ཀྱི་འབྲས་བུ་འོང་རྒྱུ་མེད་པ་བརྒྱ་ཤ་བརྒྱ་རེ་ཐོག་ཆོད་ཚར་རེད། འོ་ད་གེ་བའི་ས་པའི་སྟེ་རྒྱུ་ཆེན་དུ་ཆོས་སངས་རྒྱས་ཐམས་ཅད་ཀྱི་བྱེད་ལས་དང་པོ་དེ་རེད། གཉིས་པ་དེ་ག་རེད་སངས་རྒྱས་ཐམས་ཅད་ཀྱི་བྱེད་ལས་གསང་གི་ནང་ནས་ལས་ཀ་གཉིས་པ་དེ། སྡིག་པའི་ས་པའི་སྟེ་མི་སྐྱོ་བ་དེ་རེད་ད། སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་འདོད་གི་མི་འདུག་འདོད་མཁན་སྐྱེས་ཀྱང་མི་འདུག་བྱས་ཙང། མི་འདོད་པའི་སྡུག་བསྔལ་དེ།

སྡིག་པའི་ས་པས་མི་རྟག་རྒྱུ་དེ་རེད། སྡིག་པའི་ས་པས་དེ་རྟགས་མ་བཅོས་པ་དེ་སངས་རྒྱས་ཀྱི་རྟགས་མ་བཅོས་ན་ཡང་ཁྱོད་ལ་སངས་རྒྱས་ཀྱི་འཕྲིན་ལས་འདི་འཇུག་ཚར་རེད། བླ་མས་རྟགས་མ་བཅོས་ནས་ཁྱོད་ཀྱི་རྟགས་མེད་ན་ཡང་བླ་མས་ཐུགས་རྗེས་གཟིགས་ཚར་རེད་ཁྱོད་མ་འོངས་བོད་ཀྱི་ངན་སོང་གི་སྡུག་བསྔལ་ལ་སོགས་པ་ལས་བཤགས་ཚར་རེད་བླ་མས་སངས་རྒྱས་ཀྱི་དམ་པའི་ཆོས་ཀྱི། ད་འདི་ན་ཁྱོད་དང་བླ་མ་སངས་རྒྱས་ཡོད་དམ་སུ་གཅིག་གིས་ཁྱོད་ལ་སྡིག་པའི་ས་པས་རྟགས་མ་བཅོས་པ་བྱེད་ཀྱི། རྟེན་མ་བཅུག་པ་ལ་བརྟེན་ནས་མ་བརྟགས་བར་གྱི་གཞུང་ཡོད་ན་བརྟགས་མེད་ན། ཁྱོད་ལ་མ་འོངས་བོད་ཀྱི་སྡུག་བསྔལ་གྱི་འབྲས་བུ་འོང་ཐབས་མེད་པ་ལ་ཤབ་ཚ་རེད། སྡུག་བསྔལ་འགྲོ་བའི་གཞུང་རྒྱུད་སྲོང་བཅས་ལ་ཞེས་ཤབ་ཚ་རེད་བླ་མས་ཤར་ཕྱོགས་མ་ཡི་དྭགས་ཀྱི་དངོས་གྲུབ་སྟེར་བ་མཁའ་འགྲོ་གྱི་ཁྲི་ལས་འཇུག་པ་ཆོས་སྐྱོང་གི་བར་ཆད་སེལ་བ་སྲིད་དེ་ག་རང་རེད། ཞེས་ལན་གཉིས་པ་དེ་རེད་ཧ་གོ་སོང་ཨ། གསུམ་པ་དེ་ག་རེ་རེད། གསུམ་པ་དེ་ག་སྟེ། སྡིག་པའི་ས་བོན་དེ་སྟེར་ཚར་ཡོད།

བརླན་ས་ལས་ཡོད་པའི་ས་བོན་དེ་བཀང་ནས་ཡང་འབྲས་བུ་མི་ཤེས་བཀང་དགོས་འགྲོ་གི་རེད། ས་བོན་འཕྲོ་བརླག་གཏོང་འགྲོ་རེད། ཨོ་བཀང་ས་ལས་ཡོད་པའི་གི་ས་བོན་ལྟ་བུ་དེ་ཚོ་བརླན་སྟེ་ཁོ་ནས་ཡང་རུལ་འགྲོ་གི་རེད་འབྲས་བུ་ཤེས་མ་ས་གོང་ནས། ཐོ་རྐྱེན་མ་སོང་པའི་སྟེང་དུ་གི་རྐྱེན་ལྷག་ནས་ཡང་དེ། ཨོ་འབྲས་བུ་ཤེས་མ་ས་པའི་བར་དུ་ན་ལ་དེ་གར་ཞིག་ས་བོན་བཏེགས་ཟིན་པ་དེ་ཡང་རྩ་མེད་ཙང་དང་འགྲོ་འཕྲོ་བརླག་འགྲོ་གི་རེད་འབྲས་བུ་ཤེས་པའི་ངེས་པ་ཡོད་མ་རེད། ཡིན་ན་ས་པས་མ་བརྟགས་ན་སྨྱུ་གུ་དེ་མི་ཤེས་པའི་ཁྱབ་པ་ཡོད་རེད། དགེ་བའི་ས་པས་རང་གི་མ་བརྟགས་ན་བདེ་སྐྱིད་ཀྱི་འབྲས་བུ་རང་ལ་མི་འཇུག་པའི་ཁྱབ་པ་བརྒྱ་ཆ་བརྒྱ་ཡོད་རེད། སྡིག་པའི་ས་པས་རང་གི་མ་བརྟགས་ཐོག་སྡུག་བསྔལ་གྱི་འབྲས་བུ་རང་ལ་མི་འབྱིན་པའི་ཁྱབ་པ་ཡོད་རེད། ཡིན་ན་ཡང་སྡིག་པའི་འབྲས་བུ་བརྟགས་ན། མདོ་སྔགས་ཀྱི་འབྲས་བུ་འབྱིན་ཚར་བའི་ཕྱག་རྒྱར་དེ་ཆགས་ཀྱི་མ་རེད། རྒྱུ་མཚན་དེ་ལ་བརྟེན་ནས་ཞེས་ལས་གསུངས་པ་དེ་རེད། སྡིག་པའི་ས་པའི་ལྟས་ཆགས་ཡོད་པ་གང་ཞེས་ལ། སྡིག་པའི་འབྲས་བུ་མདོ་སྔགས་དེ་ཉུང་མ་བསགས་པའི་བར་དུ་ན་ལ། དེའི་ས་པའི་རྟགས་བཞག་པ་དེ་འཕྲོ་བརླག་གཏོང་དགོས་ཀྱི་ཡོད་རེད། དེ་འཕྲོ་བརླག་གཏོང་པ་དེ་ལ་སྡིག་པ་སྤོང་ཟེར་གྱི་རེད། སྡིག་པ་དང་སྒྲིབ་པ་ཉེས་ལྟུང་དྲི་མི་ཚོགས་དང་བཅས་སྤོང་དགོས་ཀྱི་རེད་དག་དགོས་ཀྱི་རེད་ཟེར་ནས་དག་པ་ཞེས་ཟེར་གི་གཞུང་བ་ཞེས་ཟེར་གི་འདུག་སྤོང་བ་ཞེས་ཟེར་གི་འདུག་དེ་ཚོས་དན་དག་ག་རེ་རེད་དགོས་ཟེར་ན་སྡིག་པའི་ས་པའི་སྟེགས་ཚ་འབྲས་བུ་སྡུག་བསྔལ་གཤེད་མ་ས་པའི་བར་དུ་ན་ལ་ས་པའི་སྟེགས་ཟིན་པ་དེ་འཕྲོ་བརླག་གཏོང་དགའ་གི་ཡོད་རེད་དེ། འབྲས་བུ་གཤེད་མ་བཅུག་ནས་འཕྲོ་བརླག་གཏོང་དགའ་གྱི་རེད།

སྒྲིབ་པ་གཞོམ་འོང་ཟེར་གི་རེད་སྒྲིབ་པ་སྤོང་འོང་ཟེར་གི་རེད་མན་ག་རེ་རྟོགས་བསྡད་ན་དེ། སངས་རྒྱས་ཐམས་ཅད་ཞེས་ལན་གསུངས་པ་དེ་རེད། དེའི་ཁྱད་དུ་བཟོ་འདུག་གི་ཡོད་རེད་སངས་རྒྱས་ཐམས་ཅད་འོང་འདུག་གི་ཡོད་རེད་དམ་པའི་ཆོས་ཐམས་ཅད་ཞེས་ལན་དེ་རེད། དེ་མཁྱེན་སོང་ང། ཨོ་དེ་ཡིན་དུས་རྒྱལ་བའི་ས་པན་གཏད་རྒྱུ་དུ་སྐྱེགས་སྡིག་པའི་ས་པན་གཏད་མི་བཅུག་པ་དུ་གཉེན་བཏབ་ཟིན་པའི་གི། སྡིག་པའི་གི་ས་པན། མདོ་སྔགས་ཀྱི་འགྲེལ་པའི་བཤད་མ་བསགས་བར་དུ་དེ་རྩ་མེད་གཏོང་དང་འཕྲོ་བརླག་གཏོང་རྒྱུ་དེའི་གསུང་གི་ལས་འབྲས་ཏེ། ཞེས་དོགས་འདུག་ན་ཁྱོད་ཆོས་པ་རེད་ད། འོ་དམ་པའི་ཆོས་དང་མཐུན་པ་རེད། དགེ་བའི་བཤེས་གཉེན་གྱི་སེམས་པ་དབྱེ་ན་དགེ་བའི་བཤེས་གཉེན་གྱི་ཐུགས་རྗེའི་སེམས་ཚ་རེད། ཡི་དམ་དངོས་གྲུབ་ཀྱི་ལྟས་ཚ་བ་རེད་མཁའ་འགྲོའི་ཆོས་སྐྱོང་ལ་སོགས་བོད་ཀྱི་མཐའ་འཕྲིན་ལས་ཐང་ཅིག་འཇུག་ཚར་བ་ཟེར་གྱི་ཨོ་ད་དེ་རེད་དམ་པའི་ཆོས་ལ་ཤོད་ཟེར་གྱི་བྱིན་གྱིས་དམ་པའི་ཆོས་ལ་ཤོད་ན་ཤོད་སྟངས་དན་རྟགས་རྣམ་པ་གསང་སྟེ་མགོ་ཚོས་པ་བྱས་ནས་མ་ཤེས་པ་དེ་ཤེས་པ་ཞིག་ཤེས་པའི་དན་ཚན་ལ་དེ་ཆེད་དུ་ཆོས་ནུས་ཀྱི་རང་གི་དེ་ནུས་པ་དེ་དེ་འདྲའི་ཤོང། དུས་ནང་དུ་ཡང་རྒྱལ་བའི་ས་བོན་དེ་བཏབ་པའི་ཆེད་དུ་ཆོས་མཐུན་གྱི་དུས་ནང་དུ་ཡང་སྡིག་པའི་ས་བོན་དེ་མ་བཏབ། དུས་ནང་དུ་དེ་སྔའི་བོན་ཆོས་ལྟ་ཚར་བའི་བསྡུས་པའི་ས་བོན་ཐང་ཆེན་རྩ་མེད་ཀྱིས་གཙང་དག་ཅིང་སྐྱེ་འཇུག་ཅིང་འབྲས་བུ་བཤད་མ་ཟག་པ་དང་འབྲས་བུ་དམྱལ་བ་ལ་བཤད་མ་ཟག་ངན་སོང་སངས་ལ་བཤད་མ་ཟག་པའི་སྔ་རོལ་ན་ཤེས་བཞིན་ཆུབ་རྒྱུ་ས་བོན་གཏད་ཚར་ཡོད་རྒྱུ་རེད། དེ་ཕར་རྩ་མེད་གཙང་དག་ཅིང་འཕྲོ་བརླག་གཏོང་ཤོག་དེ་གཏོང་ཡག་གི་ཆེད་དུ་དེར་དགེ་སྐྱོ་ལ་འབད་ཟེར་རྒྱུ་ཨོ་ད་དེ་རེད་དེ་དགེ་བ་དེ་ནག་གང་ལ་ཡི་རང་ངོ་ཟེར་རྒྱུ་ཆེད་དུ་ཨོ་ད་དེ་རེད་དགེ་དེ་ཡི་རང་བྱེད་པའི་དགེ། ད་སྐབས་དགེ། ཚོགས་བསགས་ཡན་ལག་བཞི་པ། རྗེས་སུ་ཡི་དགེ་བ་ལ་རྗེས་སུ་ཡི་རང་བྱས་པའི་ཡན་ལག་གསེར་གྱི་ཆིངས་ཏེ་ད་དེ་རིང་དེ་ནས་ཚར་བ་འོ་དོ་འདྲའི་ཡན་འོ་ཐུགས་རྗེ་ཆེ། བའི་བཟང་གི་རུ། པདྨ་སི།